ཨོ་ཨ་ཡ། དེ་ནས་འདི་གུ་ཟླ་བ་གར་ཚེ་ནག་ཚོས་ལོ་བཅུ་དྲུག་ལོན་འདས་པ། མིང་ལ་དྲི་མེད་མ་ཞེས་བྱ་བ་ཞིག་རྙེད་ན་ད་ཐམས་ཅད་ཤོ་ལོ་ཀའི་ནང་ལ་དམིགས་བསལ་དེ་ག་ཟེར་མི་འདུག་ད་ནི་དེ་ནི་ཤོ་ཀུ་ཅིག་སྣང་སོང་ད་དེའི་ནང་དེ་ཚོ་ཆ་ཚང་བྲིས་གནང་ཡོད་ཟེར་བ་ཞིག་རྙེད་ན་ཁྱིམ་ཐབ་བྱེད་ཟེར་ཏེ་ངས་དེ་འདྲ་གང་ནས་རྙེད་སོང་ཞེས་དེའི་སྟོབས་ལ་བརྟེན་ནས་ཁོ་བོ་ནི་སྡུག་བསྔལ་བར་གྱུར་ཏོ། ཨ་ལས། མུ་སྟེགས་ཡིན་པ་ཡིན་སར་འདའ་དེ་ནི། ཡང་ན། རིགས་རྒྱུད་དེ་མུ་སྟེགས་ཡིན་པ། ད་ང་ཚོ་འོག་ནས་མ་གཅིག་གཅིག་བྱས་ན་འདི་ཕལ་ཆེར་མུ་སྟེགས་ཡིན་པ་ཅན་ཡིན་ས་ཡོད་བསམ་བསམ་ཡོད། ཡ། ད་དེ་ཡིན་དུས་མིན་པ་ཕལ་ཆེར་མ་རེད་རིགས་མུ་སྟེགས་ཀྱི་རིགས་ཡིན་པ། དེ་ནས་ཡང་ཐེག་ཆེན་གྱི་རིགས་ཚད་ལྡན་མཁན། འོ་ད་དེ་འདྲས། དེའི་སྟོབས་ལ་བརྟེན་ནས་ད་དེ་ཡིན་དུས་ང་དེ་འདྲ་གང་ནས་རྙེད་གསུངས་ཤིང་དེའི་སྟོབས་ལ་བརྟེན་ནས་ཁོ་བོ་ནི་སྡུག་བསྔལ་བར་གྱུར་ཏོ་གསུངས་པ་དང། བློན་པོ་ཆེན་པོ་དེ་ཉིད་ཀྱི་བཀའ་ཡི་རྒྱལ་པོ་ཆེན་པོ་ལགས། ཁོང་བསོད་ནམས་བསགས་པ་ཕུན་སུམ་ཚོགས་པ་ལགས་པས་རྙེད་ན་ཡང་མི་ཤི་ལགས་ཀྱི་ཐུགས་སྔར་མི་མཛད་པར་བྱོས་ཟེར་བ་ལ། རྒྱལ་པོ་བློན་པོ་ལ་དེ་ལྟ་བུ་རྙེད་པ་མི་སྲིད་དེ་འོན་ཀྱང་ཁྱོད་ཀྱིས་རྙེད་དམ་བཏུལ་ལ་གསུངས་དེར་བློན་པོ་ཆེན་པོ་དེ་གྲོགས་བློན་གཞན་ཞིག་རྩ་ནས་རྔན་པ་བྱས་ནས་ལོ་གཅིག་གི་བར་དུ་ཕྱོགས་ཐམས་ཅད་དུ་འཚོར་དུ་བཏང་བས་བློན་པོ་ཡེ་ཤེས་སྤྱན་ལྡན་ཞེས་བྱ་བ་དེ་ཤར་ཕྱོགས་བཱན་ག་ལ་ཡའི་གནས། དཱམྦུ་ཀུ་ར་ཞེས་བྱ་བའི་མུ་སྟེགས་ཀྱི་གྲོང་ཁྱེར་ན། མ། གྲོ་ཁྱེར་རྣམས་མར་འཐོར་དུ་ཕྱིན་པས། མར་འཐོར་ལ་དང་མར་ཉོ་བར་འཚོ་སྒྲུབ་བྱེད་ཀ་འགྲོའི་སར་ཕྱིན་པས་གྲོང་ཁྱེར་དེའི་རྩར་སླེབས་དུས་དགུང་མོ་སོང་བས་ཐང་ཆད་ཅིང་ཁ་སྐོམ་ནས་ཆུ་ལེན་ས་ཞིག་ཏུ་བསྡད་པས་བྲམ་ཟེའི་བུ་མོ། ཚངས་སྐུད་དང་གཙུག་ཕུད་ཅན་ཞིག་གིས་ཚངས་སྐུད་ཟེར་དུས་འདིར་མ་ཚངས་པའི་སྐུད་པ་སྐུད་པ་འདྲ་བོ་ཚངས་བྲམ་ཟེའི་ལུགས་སུ་རུ་བ་བཏགས་བསྡད་པ་ཅིག་གཙུག་ཕུད་ཅན་ཞིག་གིས་རྒྱང་མིག་ལེགས་པར་བལྟས་ནས་ཆུ་འཁྱོལ་མཁན་མི་འདུག་པ་དང་རྟོགས་པ་མེད་པར་ཆུ་འཁྱོལ་ཐར་བྱུང་ངོ། རྣམ་རྟོག་གང་ཡང་མེད་པར་ཆུ་ལེན་ག་ལས་བ་རེད་དེ་རེད་བློན་པོ་དེས་བུ་མོ་དེ་རྩྭ་ར་ཕྱེ་ནས། ངས་ཁ་སྐོམ་པ་ཡིན་ཆུ་བླུད་བྱས་པས་བུ་མོ་དེ་དགའ་བཞིན་སྤྲོ་བཞིན་དུ་ཆུ་བྱིན་པས་སྙིང་རྗེ་ཅན་ཐིག་ཆེན་གྱི་རིགས་སུ་འདུག། ཆུ་སྣོད་ལེགས་པར་ཡང་ཡང་འཁྲུད་ཅིང་སྤྲོ་བཞིན་པར་ཆུ་བྱིན་པས་གཙང་སྦྲ་ཆེ་བར་འདུག། དེ་ནས་སྐད་ཆ་དྲིས་བར་ད་ཁྱེད་ཀྱིས་ད་ཆ་ཁྱེད་གཉིས་ཚང་ཚང་སོང་སྙིང་རྗེ་ནས་འདུག་གཙང་སྦྲ་ན་འདུག་ཨ། ཁྱེད་ཀྱིས་ཡབ་བྱེད་སྐལ་བྱ་བ་ཡིན་ཡུམ་ལ་བྱེད་སྐལ་ཟེར་ཉིད་རང་གི་མིང་ལ་བྱེད་སྐལ་བྱ་བ་ལོ་དོན་ནི་རིགས་བྱེད་སྐལ་ཡིན་ཞེས་བྲིས་པའི་བུ་མོ་དེ་ཉིད་བློན་པོ་དེ་ལ་ཡུན་རིང་དུ་བལྟ་ཡིན་འདུག་དེ་རིང་བློན་པོ་དེ་ཉིད་སྔ་དགོང་ཡུན་རིང་པོར་བཙུན་མོ་ཚོར་བའི་ལུས་ངག་སྡུག་ཆེ་བ་དང་སེམས་སྡུག་བསྔལ་དུ་གྱུར་པའི་གཟུགས་ལྟར་བློན་པོ་དེ་ད་པད་ལོ་གཅིག་ཚེ་སྐོར་ར་བརྒྱབ་སྟེར་བ་དེ་ཡིན་དུས་ཚང་ནས་ཐང་ཆད་ནས་གཟུགས་རིད་པ་གཟུགས་པོ་ཚང་མ་སྐམ་པོ་ཆགས་སོང་ཟེར་བ་སྐྲ་དེ་ཚོ་ཚང་མ་ཡར་བསྲིངས་སོང་བ། མདོག་སྔོ་ནག་ཏུ་སོང་བས་བུ་མོ་དེ་ཉིད་བློན་པོ་དེ་ལ་སྙིང་རྗེ་ལྷག་པར་སྐྱེས་ཏེ་མིང་ཅི་སྨྲས་ཁ་ནས་བློན་པོ་ལ་སྨྲས་པ། ངའི་ཡབ་ནི་བྲམ་ཟེ་དཀར་ཆེར་བྱ་བ་ཡིན། བ་ཡ། ཡུམ། བྲམ་ཟེ་མོ། ནི་གུ་བྱ་བ་ཡིན། མིང་པོ་བྲམ་ཟེ་ན་ན་གུ་བྱ་བ་ཡིན། ང་རང་གི་མིང་དྲི་མེད་སྒྲོན་མ་བྱ་བ་ཡིན། ལོ་བཅུ་དྲུག་ལོན་རིགས་བྲམ་ཟེ་ཡིན་གྲུབ་མཐའ་ཕྱི་རོལ་པ་ཡིན་ཟེར་བ་ཡང་ད་དེང་དུས་ད་རྗེས་དེ་ཕྱི་རོལ་པ་མུ་སྟེགས་པ་ཡིན་པ་ཟེར་ཚུལ་དེ་བ་དེང་དེང་དུ་བ་ཡ། མིག་ཅེ་རེ་འདུག་བློན་པོའི་བསམ་པ་ལ་ད་དེ་ཉིད་ཀྱི་མིང་དང་རིགས་དང་མཛད་སྤྱོད་ལ་བརྟགས་པའི་རྒྱལ་པོ་ཇི་ལྟར་གསུངས་པའི་ཡོན་ཏན་བུ་མོ་འདི་ལ་མཚང་འདུག་པས་སྤྲོ་མི་སྤྲོ་བལྟ་དགོས་སྙམ་ནས། ཁྱོད་ཀྱིས། ཁྱེད་ཀྱིས་རྒྱལ་པོ་ཞི་བའི་གོ་ཆས་ཀྱི་སྲས། རྒྱལ་པོ་ཀུན་ཏུ་བཟང་པོ་བྱེ་བ་པ་འདི་དག་ཆེན་པོ་མཚན་མཐུ་བསམ་བྱས་པའི་མཐུ་ཟེར། དེའི་བཙུན་མོ་ཆེད་དུ་འགྲོ་འམ་བྱས་པའི་མོ་ན་རེ་བྱས། ཁྱེད་རང་ཡབ་ལ་ཞུས། ཀྱེ་གནང་ན་ཆེན་པོའི་ཆོས་ཀྱང་སྨོན་ལམ་འདེབས། མ་གནང་ན་ཕ་མའི་ངག་བཅག་མི་ཐུབ་ཟེར། བློན་པོས་ཡབ་ཀྱི་མཚན་ཉིད་དྲིས་པས། ཡབ་བྲམ་ཟེ་དཀར་སྦྱར་ཞེས་བྱ་བ་སང་ཉི་མ་འཆར་བ་དང་སྔོན་ལ་བྲམ་ཟེ་གསང་གཏོར་བྱེད་པ་ཡོང་གི་རེད་ད་བྲང་ཟེ་དུད་འགྲོ་གཙང་སྦྲ་བྱེད་ཀྱི་རེད་བ་གཙང་གཏོར་བྱེད་ཀ་ཡོང། དེའི་སྟེང་ན་བྲམ་ཟེ་དགུར་པོ། འཁར་བ་ཐོགས་པ། རལ་པའི་ཐོར་ཚུགས་ཅན་ཞིག་འོང་གི། དེའི་རྫི་ཕྱོགས། མིན་པ་ཞིག་ནས་བཞུད་ཟེར་ད་དེའི་ད་དེའི་ད་ད་འདི་བྲམ་ཟེ་ཐོར་ཚུགས་ཅན་ཞིག་འོང་གི་རེད་དེའི་རྫི་ཕྱོགས་མ་ཡིན་པ་ཞིག་ནས་ད། རླུང་གི་འགྲོ་ཕྱོགས་མ་ཡིན་པ་ཞིག་ནི་དེ་ནི་ཞུས་ཟེར་ལ་དོ་བ་དེ་ཡིན་དུ་བུ་མོ་དེ་གཉིས་ཕོ་ར་ནང་དུ་སོང། བློན་པོ་དེ་གཉིས་ཀྱིས་བྲམ་ཟེ་བཀའ་ཅེར་གྱི་དྲུང་དུ་ཕྱིན་ནས་ཁྱེད་ཀྱི་སྲས་མོ་དྲི་མེད་སྒྲོལ་མ་དང་ངེད་ཀྱི་རྒྱལ་པོ་ཞེ་བས་ཁོ་ཅེས་སྲས་རྒྱལ་པོ་ཀུན་ཏུ་བཟང་པོ་བཙུན་མོ་ལ་ཁྱེད་ཀྱིས་གནང་དགོས་ཞུས་པས་བྲམ་ཟེ་བཀའ་ཅེར་གནང་རེ། ཁྱེད་རྒྱལ་པོ་ཞེས་པ་འདི་རིགས་མཆོག་ཏུ་གྱུར་པ་ཡིན་ཡང་ངའི་བྲམ་ཟེ་ཤིན་ཏུ་རིགས་བཟང་བ་ཡིན། ངའི་མུ་སྟེགས་པ་ཡང་ཡིན་ཁྱེད་ནང་པ་ཡིན་པས་མི་སྟེར་ཟེར་ནང་དུ་སོང། དེ་རིང་བློན་པོ་གཉིས་ཀྱིས་བུ་མོ་འདི་ངེད་ལ་མི་སྟེར་ན་ཁྱེད་ཀྱི་སྒོ་འདིར་སྲོག་འདོར་ཞིང་ས་དེ་བཙོང་ནས་སྡོད་ཟེར་ད་ཁྱོད་རང་གལ་སྲིད་མ་བྲལ་བ་ཡིན་ན་ང་ཚོ་གི་སྲོག་བཙུགས་ནས་ད་ཁྱོད་རང་གི་སྒོ་འདི་ན་བསྡད་ནས་མ་ཤི་བར་དུ་རང་སྲོག་འདི་ན་ཆད་ཀྱང་འདེགས་ཡིན་ཟེར་ལབ་པས་ཞག་འགའ་ཡི་བར་དུ་ནི་སྟེར་མ་ཉན། སྲོག་ལ་ཐུག་པའི་ཞེན་བྱེད་པས་བྲམ་ཟེ་མ་ཕོད་པར། བུ་མོ་ལྟེ་བར་ཁས་བླངས་ནས་བློན་པོ་གཉིས་སྤྲོ་ཉམས་ཀྱིས་ཡུར་དུ་བྱོན་ཏེ་རྒྱལ་པོ་ཞི་བའི་མཁོ་ཆས་སྤྱན་སྔར་བྱས་ནས་སྔར་གྱི་ལོ་རྒྱུས་རྣམས་རྒྱལ་པོ་ལ་བོར་བས་རྒྱལ་པོ་མཆོག་ཏུ་ཐུགས་བརྗེད་ནས་བྲམ་ཟེ་དཀར་ཆག་ལ་ལོངས་སྤྱོད་འབྱོར་པའི་ཚོགས་དཔག་ཏུ་མེད་པ་བསྐུར་ཏེ། བློན་པོ་མང་པོ་ལ་འཁོར་གཡོག་དཔག་ཏུ་མེད་པ་དང་བཅས་བསུ་རུ་བཏང་བ་ལས། པར་ནཱ་རུ་པ་ཆེན་པོའི་ཐུགས་དགོངས་ལ་དེ་འདྲའི་བུ་མོ་མི་རྙེད་བསམས་ནས། ནཱ་རུ་པའི་ཐུགས་དགོངས་ལ་ངས་ད་དེ་འདྲའི་ཅི་ལྟར་རྩ་བ་ནས་རྙེད་ཀྱི་མ་རེད་བསམས་སོང་གསུངས་པར་ད། དེ་འདྲའི་བུ་མོ་མི་རྙེད་བསམ་ནས་མགར་སྡེབ་ཏུ་བཏང་བ་ལྟར་མགར་སྡེབ་སུ་ལ་མགར་བ་སྡེབ་བདའ་བ་ཐེག་ཆེན་གྱི་རིགས་ཚད་ལྡན་མཁན་ཡིན་པ་ལ་མུ་སྟེགས་པ་ཡིན་བསྡད་མཁན། རྣམ་རྟོག་མེད་པ་ཡིན་མཁན་ལ་གཙང་སྦྲ་ཡོད་བསྡད་མཁན་དག་དེ་འདྲས་བྱས་ནས་གཉིས་གཉིས་གཉིས་མགར་བ་སྡེབ་བདའ་བ། དེ་མགར་བ་སྡེབ་སྡེབ་བྱས་པ་རེད་དེ་ཡིན་ན་ཡང་དག་དེ་འདྲས་རྙེད་ནས་བྱུང། འཇིག་རྟེན་འདི་ན་མི་གཟིགས་པ་རང་མི་འདུག་དགོངས། དག་འཇིག་རྟེན་འདིའི་ཐོག་ལ་མི་གཟིགས་པ་སྐད་མི་འདུག་ག་རེ་ཨོ་སྒྲོ་བཏང་ཡོད་ན་ཕལ་ཆེར་ཡོད་ས་རུ་བ་དགོངས་པར་གདའ། འོ་ཡ། ཅུང་མ་རྙེད་ཀྱང། ཡབ་ལ་དགྱེས་པའི་ཞལ་འཛུམ་བསྟན་ཏོ། ད་འདི་རེ་མདོ་མདོ་བསྟན་གནང་བ་རེད་བློན་པོ་འཁོར་བཅས་བྲམ་ཟེ་བཀའ་གྱར་གྱི་ཕོ་བྲང་སྒོར་སླེབས་པས་བྲམ་ཟེ་དེ་ཉིད་སྤྲོ་བའི་ངང་ནས་བུ་མོ་སྟེར་བ་ལ་དགའ་ཞིང་བྲམ་ཟེ་དེ་ཉིད་ཀྱི་སྲས་བྲམ་ཟེ་ནག་གུ་ཡང་མཆོག་ཏུ་དགྱེས་པར་གྱུར་བུ་མོ་རང་ཡང་རྒྱལ་པོ་ཀུན་ཏུ་བཟང་པོ་ལ་དད་པ་དང་མོས་པ་དང་གུས་པ་ཚད་མེད་པ་བསྐྱེད་དེ་འབྱུང་པོ་ལ་སྤྲོ་བར་གྱུར་ནས་བློན་པོ་འཁོར་དང་བཅས་པའི་བཙུན་མོ་དམ་པ་དྲི་མེད་སྒྲོལ་མ་དེ་ཉིད་སྤྱན་དྲངས་ནས་ཁབ་ཏུ་བཞེས་སོ། དེ་ནས་སྐྱེས་མཆོག་ནམ་མཁའི་སྙིང་པོ་དེ་ཉིད་ཀྱིས་བཙུན་མོ་ལ་ཡང་ཐེག་པ་ཆེན་པོའི་ཆོས་བཤད་མཛད་ཀྱི་དྲི་མ་མེད་པ་ཡང་དྲི་མེད་མ་ཡང་མི་ཕྱེད་པའི་དད་པ་བརྟན་པོས་དད་པ་ཆེན་པོའི་ཉིན་དེར་སློབ་མར་གྱུར་ནས་ཞབས་ཏོག་ཅིག་ཕྱེ་བར་ཡོད་པ་ལས་སྐྱེས་མཆོག་ནམ་མཁའི་སྙིང་པོ་དེ་ཉིད་འཁོར་བའི་ཁྱིམ་དག་ལ་སྤྱོ་བ་ཅན་ནི་རབ་ཏུ་འབྱུང་བར་བཞེད་དོ། དྲི་མེད་མ་ལ་སྔ་སོར་ད་དྲི་མེད་མ་ལ་ཉི་མ་གཅིག་ལ་བཀའ་མོ་གནང་ད་བ། ད་ད་ལྟ་བར་དུ་ང་གཉིས་ལོ་བརྒྱའི་དང་པ་མཉམ་དུ་བསྡད་འདུག། རང་རེ་གཉིས་ལོ་བརྒྱའི་སྟབས་སུ་བསྡད་སྟབས་སུ་ལྷན་ཅིག་ཏུ་བསྡད་འདུག་ད་འཁོར་བའི་ཁྱིམ་ཐབ་འདི་ལ་སྐྱོ་བ་སྐྱེས་ཡོང་འདུག་དེ་ཡིན་དུས་ང་དང་པོ་ཆུང་ཆུང་ནས་རབ་ཏུ་འབྱུང་འདོད་པ་ཡིན་པ་ལ་ཕ་མས་ངག་མ་ཆོད་པར་བར་ཆད་དུ་སོང། ད་ནི་རབ་ཏུ་འབྱུང་བར་ཁྱོད་རང་ཡང་ཆུས་བྱས་དང་མི་བྱས་ན་སུ་དགེ་ད་ཁྱོད་རང་གལ་སྲིད་ཆུས་བྱས་ན་བྱས་རེད་དེ་མ་བྱས་ན་ཁྱོད་རང་སུ་ལ་དགའ་འོས་ཡོད་ན་དེའི་ཁྱིམ་ལ་སོང་གསུངས་པས་བཙུན་མོ་ན་རེ། སྤྱིར་ངས་མུ་སྟེགས་པ་བྱ་བ་དེ་ཅིག་ཁ་དྲག་པོ་རེད་པས། ངར་པོ་རེད་རོ་ངར་པོ། དེ་ཡིན་དུས་ཁྱེད་ཀྱིས་ང་གཅིག་གཡུག་དགོས་དབང་དུ་བཏང་བ་ཡིན་ན་ཁོ་ཚོ་གཡུག་བཅུག་གི་མ་རེད། དེ་ཡིན་དུས་ད་ཡིན་ན་ཡང་ནམ་ཕྱེད་ངེས་མེད་ལ་བསམ་བློ་བཏང་བ་ཡིན་ན་གང་ལ་ཡང་སྙིང་པོ་མི་འདུག་མི་འདུག་པས་སློབ་དཔོན་ཆོས་བྱེད་པའི་བར་ཆད་དུ་མི་བྱེད་པར་གྲོགས་སུ་དེ་ཡིན་དུས་ད་ཁྱེད་ཀྱིས་སློབ་དཔོན་ཁྱེད་རང་གི་ཆོས་བྱེད་ཡག་གི་བར་ཆད་དུ་མ་འགྲོ་བ་མ་ཟད་གྲོགས་ངས་ཁ་ཐུག་ཐུག་ཐུག་བྱེད་ཀྱི་ཡིན། དེ་ཡིན་དུས་ད་ཁྱོད་རང་གིས་ཁོ་ཚོ་ལ་ལབ་ཞོག་ཁྱོད་རང་གི་ནང་མི་དང་དེ་ནས་བུ་མོ་གི་ནང་མི་ལ་ང་ལ་དཔེ་བུ་མོ་སྡུག་ཅག་འདུག་ང་དཔེ་སྐྱོན་ཅན་རེད་འདུག་ཟེར་ན་ཁྱོད་རང་འདྲ་ཤེས་རྒྱབ་ཤོག་ཨ། དེར་ངས་དེ་ཁས་ལེན་ནས་དེར་ང་གཉིས་ཁ་ཁ་བཟོ་ཆོག་གི་རེད་གསུངས་པར་ད་སྐྱབས་ཀྱིས་དེ་ཡར་ཞུས་ཟླ་བ། བདག་ལ་སྐྱོན་འདུག་བ་གས་སོང་ལགས། ང་ལ་དཔེ་ནོར་འཁྲུལ་ཆེན་པོ་འདུག་གསུངས་ཞོག། རབ་ཏུ་བྱུང་མཛོད་ཟེར་གཅིག་མཆོག་ནམ་མཁའི་སྙིང་པོ་ཡབ་ཡུམ་གཉིས་ལ་དྭགས་ཚུར་བཀུག་ལ་ཡབ་ཡུམ་གཉིས་ལ་ཞུས་པ། སྤྱིར་བུད་མེད་འདི་སྤྱི་དང་བུད་མེད་དེ་ཚོ་བོད་ཡུལ་གྱི་ཆེན་པོ་རེད། ལྷག་པར་དུ་གསུངས་པར་སྒོས་སུ། དྲི་མེད་མ་འདི་ལ་སྤྱོད་མཐའ་ཡས་པ་ཞིག་འདུག་པས་བདག་འདི་དང་སྟབས་སུ་མི་འདུག་གསུངས་པས། ཡབ་རྒྱལ་པོ་ཞི་བའི་གོ་ཆས་བྲམ་ཟེ་བཀའ་རྒྱར་གདན་དྲངས་ནས་བདག་ཁོ་ཚོ་བར་དུ་ནང་ཚང་གཉིས་སྐད་ཆ་བཤད་དགོས་སྐོར་བ་ལོ་རྒྱུས་རྣམས་བསྙད་པས་དེར་གཅིག་མཆོག་ནམ་མཁའི་སྙིང་པོ་ཡང་སྤྱན་དྲངས། ད་ལྟ་འདི། ནཱ་རོ་བ་སྤྱན་དྲངས། ཡབ་ཀྱི་སྲས་ལ་ད་དུང་དྲི་མེད་མ་དང་ཕྱོགས་གཅིག་ཏུ་བཞུགས་དགོས་ཞུས་ལ་ཆོས་ཉིད་མཉམ་དུ་བསྡད། ལ་དུས་དང་སྲས་ཀྱི་ཡབ་གཉིས་ད་ཡབ་གཉིས་ཀ་འཛོམ་ས་ལ། ལྕམ་གྱི་ཡབ་དང་ཁོང་རེ་གི་ཡབ་གཉིས་འཛོམ་ས་ལ། བུད་མེད་སྐྱོན་ནི་མཐའ་ཡས་པའི་གཡོ་སྒྱུ་དུག་གི་འདམ་རྫབ་ཏུ་རང་སེམས་གླང་པོ་བྱིང་གྱུར་བས་དེ་བས་བདག་ནི་རབ་ཏུ་འབྱུང་ཤི་སོང། ཡབ་གཉིས་པོས་བུ་མོ་ལ་དྲིས་པར་ད་བུ་མོ་གིས་ལ་ད་ཁྱོད་དེ་འདྲ་དངོས་གནས་ནོར་འཁྲུལ་དེ་འདྲ་བྱས་ཡིན་པས་ད་དུས་བུ་མོ་ན་རེ་དེ་དངོས་གནས་ཁོང་བདེན་པ་རེད། ང་ནི་སྐྱོན་ནི་ང་ཡི་སྐྱོན་ནི་མཐའ་ཡས་སོ་ང་ལ་ཡོན་ཏན་གཅིག་ཀྱང་མེད་ངས་ནི་ཁོང་གཉིས་བསླུ་བར་བྱས། རྒྱུ་མཚན་དེས་ན་ངེད་གཉིས་རྦད་དྲར་བྱེད་པར་རིགས་སོ། རྦད་དྲར་ཟེར་ན bed དེ་ག་ལ་ཟེར་ཡང་ཚིག་དེར་འདྲ་བ། བག། མཐའ་གཅིག་ཏུ་དེ་ནི་ཁ་ཁ་འདྲ་བར་བྱེད་པར་རིགས་སོ་ཞུས་པས། དེ་ནས་ཡབ་གཉིས་པོ་ཡང་ཁོ་ཐག་ཆོད་དེ་ཡབ་ཡུམ་རྦད་དྲར་མཛད། བཙུན་མོ་དྲི་མེད་སྒྲོན་མའི་ཆོས་ཀྱི་གྲོགས་མཛོད་དེ་སྤྱི་མཆོག་ནམ་མཁའི་སྙིང་པོ་ཆེན་པོ་ནས་གནས་གཞི་དགའ་བའི་ཚར་དུ་ཕེབས། མཁན་པོ་སངས་རྒྱས་སྐྱབས་དང་སློབ་དཔོན་ཡེ་ཤེས་དབུས་ལ་དགེ་ཚོར་གྱི་སྡོམ་པ་བཞེས་ནས་མཚན་སངས་རྒྱས་ཡེ་ཤེས་སུ་གསོལ། ད། ཧཱུྃ། སངས་རྒྱས་ཡེ་ཤེས། ད་ཅི་དང་སངས་རྒྱས་ཡེ་ཤེས་སུ་རྒྱ་གར་གྱི་གྲུ་ཆེན་རྣམས་ལ་མང་པོ་འགྲོ་བ་ཅིག་འདུག་བ་སངས་རྒྱས་ཡེ་ཤེས་སོ་སོར་དགེ་ཚོར་གྱི་སྡོམ་པ་ཐོབ་ཀྱང་དགེ་སློང་གི་སྡོམ་པ་མ་ཐོབ་ན་གཞུག་ལ་མ་རྫོགས་པ་ལྟར་རབ་བྱུང་གི་གྲལ་ལ་ཡང་གཞུག་བསྡད་པ་ཡིན་པ་ལ་རབ་བྱུང་གི་མཐུན་རྐྱེན་ཆ་ཚང་མ་རྫོགས་པ་དེ་འདྲ་ཞིག་རེད་འདུག་ད་བསྙེན་རྫོགས་གཞུག་འདུག་དགོངས་པ་རེད། ཨ་ཡ། ཡིན་དགོངས་ནས་བསྙེན་རྫོགས་ཀྱི་སྡོམ་པ་བཞི་པ་ལ་སྐོམ། སྐོམ་གདུང་ཅན། སྐོམ་པའི་གདུང་བ་ཅན་ཟེར་བ་ཆུ་འདོད་པ་ལྟ་བུ་དད་པས་དྭངས་བའི་དད་པ་ཡོད་པའི་ཁ་ཆེ་སྤུ་ནར་བྱོན། མཁན་པོ་ཆོས་ཀྱི་བླ་མ་ལྷོ་བོན་ཆོས་ཀྱི་ཡེ་ཤེས་གསང་སྟེ་སྟོན་པ་ཆོས་ཀྱི་བྱང་ཆུབ་སོགས་དགེ་སློང་གི་ཚོགས་བཅུ་དྲུག་བཅུ་ཕྲག་མང་པོའི་དབུས་སུ་དགེ་སློང་གི་སྡོམ་པ་བཞེས་ནས་མཚན་དགེ་སློང་ཆོས་ཀྱི་རྒྱལ་མཚན་དུ་གསོལ། ཨ་མཚན་རྣམ་གྲངས་མང་པོ་ཕྱག་འཚལ་བ། དེ་ནས་གནས་མཆོག་པུ་ལ་ཧ་རེ་རེར་ཕེབས་ཏེ་བཤད་སྒྲུབ་གཉིས་ཀྱི་བསྟན་པ་དར་རྒྱས་སུ་མཛད་ཅིང་འཁོར་ཡང་དགེ་སློང་གི་དགེ་འདུན་དང་བཅས་པ་དཔག་ཏུ་མེད་པ་འཚོགས། དེ་ཐམས་ཅད་ལ་ཡོན་ཏན་གྱི་སྐྱེས་བུ་སྣ་རེ་རེར་མ་བྱུང་བ་མེད་དེ་འགའ་ཞིག་ལ་སྙིང་ལ་རྟོགས་པ་བཞིན་ལ་ལའི་མངོན་ཤེས་དེ་རྫུ་འཕྲུལ་དུ་ལ་ལའི་རིག་པའི་གནས་ལྔ་ལ་སྦྱངས་པའི་ཕུལ་དུ་ཕྱིན་པར་མཁྱེན། ད་གོང་རིགས་ཀྱི་སློབ་མ་དང་མཚུངས་ཡིན་པས་མཁས་གྲུབ་གཉིས་ལྡན་ཕྱག་སོར་དོར་བ། སྤུ་ལ་ཧ་རི་ལ་བཞུགས་ནས་དུས་དེར་ཕྱོགས་ཐམས་ཅད་དུ་སྙན་པ་དང་གྲགས་པས་ཁྱབ་སྟེ་སངས་རྒྱས་ཀྱི་བསྟན་པ་འཛིན་ངོ་ཞེས་པའི་སྐྱེས་བུ་དམ་པ་ཞིག་ཡོད་པར་འདུག་ཟེར་ཞིང་མཚན་ཡང་དེ་ནི་གནས་བརྟན་བསྟན་པ་འཛིན་པ་དང་མཚན་ཡང། པཎ་ཆེན་ནཱ་རོ་པའི་མཚན་གྱི་རྣམ་གྲངས་གཅིག་ལ་གནས་བརྟན་བསྟན་པ་འཛིན་པ་བཞུགས་འདུག་ཞེས་ཡོངས་སུ་གྲགས་སོ། དེའི་དུས་ན་པཱ་ན་ལན་ད་ན། ད་འདི་ལ་ལོ་རྒྱུས་ཀྱི་ནང་ལ་ཁག་གཉིས་ཡོང་གི་ཡོད་རེད།

དེའི་དོན་ནི་པ་ན་ལེནྡྲའི་གཙུག་ལག་ཁང་ནས་སངས་རྒྱས་ཀྱི་བསྟན་པ་དར་རྒྱས་སུ་བཞུགས་པ་ཡིན་ད་དེ་སྐབས་སུ་ན་ལེནྡྲ་པས་སངས་རྒྱས་ཀྱི་བསྟན་པ་དར་རྒྱས་བྱ་བདེ་བའི་སྐབས་རེད་བ། དེ་ཡང་མདོ་སྡེ་འདུལ་བ་མངོན་པ་མ་མོ། ཆ་སྙོམས་པའི་སྡེ་སྣོད་འཛིན་པ། ད་རྒྱ་བཅས་ཆེད་དུ་པཎ་ཁྲི་དང་ལྔ་བརྒྱ་ད་སྤེལ་ཅིག་ད་ལྟ་འདི་སློབ་གཉེར་བྱེད་མཁན་བརྒྱ་ཕྲག་མང་པོ་ཡོད་པ་ཡིན་འདུག་ས་ནས་དེ་ཚོ་ལ་དེ་ནས་སློབ་ཁྲིད་གནང་མཁན་གྱི་པཎ་ཁྲི་ད་གཅིག་པུ་ལ་ལྔ་བརྒྱ་ཐམ་པ་བཞུགས་འདུག་བ་ན་ལེནྡྲར་དེ་དུས་དེ་ནས་པཎ་ཁྲི་ད་ཀྱི་ནང་ནས་ཡང་ཡོངས་སུ་གྲགས་པ་རྒྱ་ཆུ་བྱ་བྱེད། ཁྱད་པར་དུ་འཕགས་པ་དེ་ནི་སྒོ་སྲུང་ཆེན་པོ་བཞི་དང་དེ་འདྲའི་དཔེ་འདྲ་དང་མཁས་མཆོག་དེ་ཚོ་དེ་ནི་སྒོ་སྲུང་ལ་བཞུགས་ཡོད་ས་རེད། ད་དེང་སང་སྒོ་གང་མཁན་ཡིན་ན་ཆེ་དམ་འདི་བག་ཆུ་གང་མཁན་རེད་བ་སྔོན་མེད་ཀྱི་དེ་ནི་ཅིག་ག་ཟེར་བ་རེད་འདི་མཐོ་རིམ་སློབ་གྲྭ་དེ་ཚོ་སྒོ་གང་མཁན་དེ་ཚོ་དེ་མཁས་པ་ཆེན་པོ་དེ་འདྲའི་སྒོ་དབུས་ས་རེད། དེ་ནི་མུ་ཏིག་པ་ལ་སོགས་པ་ལ་དེ་ནི་རྩོད་པ་འོ་ད་དེ་འདྲའི་གི་དེ་ནི་ཅིག་རྒྱབ་ཡ་ལ་སོགས་པ་ད་དེ་འདྲའི་གི་ཆེད་དུ། སྤྱི་དང་དངོས་གནས་བྱས་ན་སྒོ་ལ་བསྡད་མཁན་དེ་མཁས་པ་ཅིག་སྒོ་ས་རེད་བ། དེ་མ་གཏོགས་མིན་ན། མི་དེ་ཚོ་སྐད་ཆ་དྲིས་འདུག་ཟེར་ན་ཚང་མ་ཕྱིན་ཅི་ལོག་པ་བཤད་ཀྱིན་ན་འགྲིག་མ་རོ། དེ་འདུག་སྒོ་ཟུར་ལ་བསྡད་མཁན་དེ་ལ་དག་དྲི་བ་ཚང་མ་དེ་ལ་དྲིས་དགོས་འདུག་ཙང་ནས་དྲི་བ་ཡག་པོ་ལས་འཇམ་མཁན་གྱི་མགོ་བོ་མ་གཏོགས་མིན་ན་བསྡད་མཁན་དེ་གིས་དེ་ནི་ཅིག་ནང་ལོག་གི་གནས་ཚུལ་རྫུན་མ་དང་དེ་ནི་རྩ་ཚང་ལ་མ་ཚང་འགའ་བཤད་རྒྱག་དུས་ཙང་ནས་དེ་ནི་དེ་ཚོགས་པ་དེ་ཁོ་རང་དེ་ནི་ནག་དིང་བཟོ་འགྲོ་འོ་དེ་ཡིན་དུས་ད་སྒོ་སོང་དཔེ་ཁྲག་ཁྲག་ཅན་ཞིག་བཞག་ཡོད་ཟེར་བ་དེ་དུས་འདི་ན། ད་དེ་ཕྱི་དུས་ཚང་ནས་གར་སོང་འདུག་ཟེར་ན་སྒོ་སྲུང་ཆེན་པོ་བཞི་ཡོད་དེ། ནཱ་ལེནྡྲ་གྱི་ཤར་སྒོ་ན་པཱ་འདྲི་དང་ཤེས་རབ་འབྱུང་གནས་ཀྱི་སྤྱིའི་ཟབ་སར་བདེ་བླག་ཏུ་རྟོགས་པའི་བློ་གྲོས་ཀྱི་སྒོ་སྲུང། ཤར་སྒོ་ན་པཱ་འདྲི་དང་ཆེན་པོ་ནག་པོ་པའི་གཏོར་བཞུགས་ཀྱི་སྒོ་སྲུང་དང། གསང་སྔགས་ཀྱི་གཏོར་བཞུགས་ཀྱི་ཐོག་ནས་སྒོ་སྲུང་གི་ཡོད་རེད། ནུབ་སྒོ་ན་པཱ་འདྲི་དང་ཆེན་པོ་རེ་ན་ཨཀྵ་ར་ཤཱནྟི་པའི་སྒྲ་ཚད་ལུང་རིགས་ཀྱི་སྒོ་སྲུང། བྱང་སྒོ་ན་རྫས་སྟ་རེ་དགྲ་ལས་རྣམ་པར་རྒྱལ་བའི་སྤངས་རྟོགས་དབྱེར་མེད་དབྱེར་མེད་པའི་སྒོ་སྲུང། ཨ་ཡ། སྒོ་སྲུང། གནས་དེའི་བྱང་སྒོ་བ་སྐོས་ཤིག་ནས་དེའི་ཚབ་པ་འདི་དང་གཞན་མ་རྙེད་ནས་པད་འདི་དང་ལྔ་འདི་བྱང་སྒོ་དེ་དུས་བྱང་སྒོ་སྲུང་བའི་པད་འདི་དང་འདི་ཟླ་བ་རྫས་སྟ་རེ་དགྲ་ལས་རྣམ་པར་རྒྱལ་བ། ཁ་སང་ཉེ་ཆར་ང་ཚོ་འདིའི་ཚོགས་པ་ཚོགས་ཡིན་པ་ག་རེ་ཚོགས་ཡོང་གོ།

དེ་ནས་སྤེན་ཚེ་དང་དར་ཆེན་ལྔ་བརྒྱ་ཡོད་བ་ནཱ་ལེནྡྲ་ད་ཁོང་ཚོ་ཚང་མ་ཚོགས་འདུ་ཚོགས་རེད། དཔར་འདི་དེ་ལྔ་བརྒྱ་ཐམ་པ་མཉམ་དུ་ཚོགས་འདུ་ཚོགས་རེད་ད། བཀའ་བཀྲོལ་མཛད་ནས། ད་ཕག་ཅེས་ཚུལ་བྱས་ན་གནས་བརྟན་བསྟན་པ་འཛིན་པ་མ་ཡིན་པ་ད་གཞན་དག་སུ་གཅིག་འོས་མི་འདུག་ད་དེ་པན་ཆེན་ནག་རོག་པ་ཡིན་པ་འོས་མེད་ཟེར་ཀུན་གྱིས་མགྲིན་གཅིག་ཏུ་གནས་བརྟན་བསྟན་པ་འཛིན་པ་ལ་གསོལ་བ་བཏབ་པས་ཐོག་མར་ཞར་གྱི་མ་ཞེས་པ་ལ། ཀུན་གྱིས་ཕྱག་དང་ཞལ་བཟང་མང་དུ་བཅས་ནས་བདག་ཅག་ནཱ་ལེནྡྲའི་བྱང་སྒོར་སོང་གིས་བསྟན་པ་འཛིན་པའི་སྤྱི་བོར་བཞེངས་བཞིན་དུ་གཤེགས། དེའི་མཚམས་ཕྱོགས་ཐམས་ཅད་དུ་ས་ནི་མ་རྙེད་དེ་མཁས་པ་ཆེན་པོ་ཁྱེད་ཀྱིས་ཡོངས་སུ་འཁུམས་ལགས་པས་ཅི་བྱ་སྐད་ནན་དུ་གསོལ་ཞེས་ཕྱག་མགོ་འཁྲུགས་འདུག་དཔོན་རིགས་དང་ཐམས་ཅད་ཀྱིས་ཕུར་དུ་གསོལ་བ་བཏབ་པས་གནས་དེར་བསྟན་པ་འཛིན་པ་ཐུགས་དགྱེས་བཞིན་དུ་སྐད་ནན་དུ་དཔོན་རིགས་དེ་རྣམས་ཀྱི་གདན་དྲངས་ནས་བྱང་སྒོ་བར་མངགས་གསོལ། རྒྱགས་ར་བའི་ལུགས་ལ་ག་རེ་ཡོད་རེད་ཟེར་ན་དཔོན་རིགས་དག་སོ་མ་རེ་རེ་གསར་པ་རེ་རེ་ཕེབས་པའི་སྐབས་སུ་ཕྱི་ནང་གི་དཔོན་རིགས་དག་ཐམས་ཅད་རྩོད་པ་བྱེད་དགོས་པས། ད་མཛད་སྒོ་འཚོགས་པའི་སྐབས་དེ་ལ་དེ་རིང་རྩོད་པའི་གི་བགྲོ་གླེང་བྱེད་དགོས་དགོས་ཟེར་རེད་ཕྱི་ནང་གི་པར་རིས་ཙམ་གྱིས་རྩོད་པ་བྱེད་དགོས་པས་ཟླ་བ་ཕྱེད་ནས་རྩོད་པ་བྱེད་དགོས་ཞེས་ད་ཁྱབ་བསྒྲགས་གནང་ཡོང་བ་རེད་ད། ད་དེ་དུས་ངོ་དེབ་སུ་གས་ཡོད་མ་རེད་ད་ཞུ་གི་གང་སྦྱར་ཡོང་དགོས་གྱུར་བ་ཆ་འགའ་ན་ད་དེང་སང་ཡིན་ན་ཟླ་བ་ཕྱེད་ཀའི་སྔོན་དུ་ཁྱབ་བསྒྲགས་བྱེད་དགོས་ཡ་མི་འདུག་སང་ཉིན་ཡིན་ན་དེ་རིང་ཁྱབ་བསྒྲགས་བྱེད་ཀྱི་ནི་འདུག་ཏག་ཏག་གླས་ཡོང་དགོས་རེད་སང་ཉིན་ཨོ་ཡ། དེ་ཡིན་དུས་དེ་མ་ཟད་ད་དེང་སང་འཛོམས་དགོས་ཀྱི་མི་འདུག་ཁོ་ངོ་དེབ་ནང་ལྟ་དེ་རིང་འགྲིག་འདུག་བ་ཚང་མ་བོད་ན་ཆིག་བརྒྱུད་ཀློག་བཞིན་ཡོད་རེད་བ། དེ་ཡིན་དུ་ཟླ་བ་ཕྱེད་ནས་རྩོད་པ་བྱེད་དོ་ཞེས་ཀུན་ཏུ་དྲིལ་བསྒྲགས་པས་ཕྱི་ནང་ཐམས་ཅད་རྟ་ཐོག་ལ་བཞུགས་སོ། དེ་ནས་ནཱ་ལེནྡྲའི་གཙུག་ལག་ཁང་གི་དབུས་སུ་དབུས་སུ་རྒྱལ་པོའི་ཁྲི་བཤམས་གཡས་གཡོན་དུ་ཕྱི་ནང་གི་དཔེ་འགྲེལ་ཟླ་རྣམས་ཀྱི་ཁྲི་བཤམས་ནས་གནས་བརྟན་བསྟན་པ་འཛིན་པ་དང་ནང་པའི་དཔེ་འགྲེལ་ཟླ་རྣམས་ད་དང་པོ་ནང་པའི་གི་དཔེ་འགྲེལ་ཟླ་དང་དུ་རྩོད་པ་བརྒྱབ་ཟླ་བ། ད་དེ། རྩོད་མཁན་དང་རྩོད་ཡ་འདྲ་བོ་དེ་ཕྱོགས་གཅིག་སྟེ། དཔོན་ཆེན་ནག་རོག་པ་ཆེ་དེ་ནི་ནཱ་ལེནྡྲ་ལ་ནམ་རྒྱུན་བཞུགས་བསྡད་པའི་དཔོན་རིགས་དང་དེ་ཚོ་ཕྱོགས་གཅིག་བྱས་ནས་རྩོད་པ་བྱེད་དོ་ཟླ་བ་ཕྱེད་ཀའི་བར་དུ་ཉི་མ་བཅོ་ལྔའི་བར་དུ་སྒྲ་ཚད་ལུང་རིགས་ལ་རྩོད་པ་བྱེད། ཨ་ཡ། རྩོད་པ་རྩོད་པ་བྱེད་པའི་བསྟན་པ་བསྟན་འཛིན་པ་སུས་ཀྱང་མ་ཐུབ་ས་ད་ལྟ་གནས་ཀྱང་ཚུལ་རེད་ད་གཉིས་པ་བྱེ་བྲག་ཏུ་གསང་སྔགས་རྡོ་རྗེ་ཐེག་པའི་བསྟན་པ་ལ་ཞུགས་ནས་བརྒྱུད་པ་ཡིད་བཞིན་ནོར་བུ་སྒྲོ་འདོགས་བཅད་པ། ད་བརྒྱུད་པ་ཡིད་བཞིན་ནོར་བུ་སི་ཏུ་ས་ནས་གྲུབ་ཆེན་ཏེ་ལོ་པ་ན་ཚུར་བསྒྱུར་བས་དེ་ནི་སྙན་བརྒྱུད་ཡིད་བཞིན་ནོར་བུ་སྐོར་ཚོ་གསུམ་ཡོད། ད་ལྟ་འདི་སྤྱི་དང་དེ་ལྟ་ལོ་བར་ལ་སྙེད་པའི་དེ་ནི་ཆོས་རོ། ད་ལྟ་ང་རང་ཚོ་དེ་ནི་ཡེ་ཤེས་ནོར་བུ་གྱི་ལྗགས་རྩོམ་གནང་བའི་རྟེན་ད་ལྟ་འདི་འདི་ནང་ལ་ཡོད་པ་བརྟེན་བྱའི་སྨོན་ལམ་གནང་ལ། ཨོ་རྒྱན་གནས་སུ་གྲུབ་ཆེན་གཏེར་སློབ་པའི་ཁྱབ་བདག་རྡོ་རྗེ་འཆང་གི་དགོངས་པའི་དེར་མཁའ་འགྲོ་གསང་ཚིག་ཞལ་ལྷང་ཐོད་ལས་བ་སྙན་བརྒྱུད་ནོར་བུ་སྐོར་ཚོ་རྫོགས་པར་གསན་ཡན་སོང་དུ་བ་སྙན་བརྒྱུད་ནོར་བུ་སྐོར་ཚོ་དེ་ལ་སྐོར་ཚོ་གསུམ་ཡོད་རུ་བ་བརྒྱུད་པ་ཡེ་ཤེས་ནོར་བུ་སྐོར་ཚོ། རྨི་ལམ་ཡེ་ཤེས་ནོར་བུ་སྐོར་ཚོ། དེ་ནི་ག་རེ་ད་ལྟ་འདི། བྱིན་རླབས་རོལ་བས་འོ་ད་དེ་འདྲའི་ཡིད་བཞིན་ནོར་བུ་སྐོར་ཚོ་ད་དེ་འདྲའི་སྐོར་ཚོ་རྣམ་པ་གསུམ་གསུམ་ཚོ་ཟིག་འོ་ན་ལས་ཡོང་གི་རེད་འོ་དེ་ཡིན་དུས་ཚར་ན་ད་དེ་ཚོའི་སྐོར་དེ་ལ་ད་ནི་མཛེས་པ་རྐྱང་ཚུར་ཟད་ཡག་ཐལ་རེད་ད།